སུམ་ཅུ་སོ་བརྒྱད། ཡ་རབས་སྤྱོད་བཟང་བོད་མིའི་སྤུས་ཚད། སྤྱིར་བཏང་ང་ཚོ་བོད་པའི་གོམས་གཤིས་ལ་སེམས་པ་བཟང་པོ་བྱེད་དགོས་པ་དང་ལས་རྒྱུ་འབྲས་ལ་བརྩི་འཇོག་ཡོད་པ། མིའི་རུས་བརྩི་ས་ཡོད་པ་ཞིག་དང་གཞུང་དད་ས་ཡོད་པ་ཞིག་ང་རང་ཚོས་ད་ལྟ་བྱེད་ཀྱི་ཡོད། ས་གནས་འདྲ་མིན་གྱི་ནང་ལ་བོད་པའི་གཞིས་ཆགས་ཡོད་པ་དེ་དག་གི་ནང་དུ་བོད་མི་རེ་ཟུང་གི་ཐོག་ནས་རྙོག་དྲ་བཟོ་མཁན་དང། སྐད་ཆ་འདྲ་མིན་དང་བསམ་ཚུལ་འདྲ་མིན་ཡོང་གི་ཡོད་པ་དེ་ཆོས་ཉིད་རེད། སྤྱིར་བཏང་ཆ་སྙོམས་བྱས་ཏེ་བཤད་ན་བོད་མི་གང་དུ་ཡོད་ཀྱང་ས་ཁུལ་དེ་གའི་ཡུལ་མི་ཚོས་བོད་པ་ཞེས་བསྟོད་བསྔགས་བྱེད་ས་ཞིག་དང་ཀུན་སྤྱོད་ཡག་པོ། ཡ་རབས། རུས་བརྩི་ས་ཡོད་པ་ཞིག་འདུག་ཅེས་གང་དུ་ཡིན་ན་ཡང་ཕལ་ཆེ་བར་བསྔགས་བརྗོད་ཐོབ་མཁན་ཞིག་ཆགས་ཡོད། ང་རང་ཚོ་བོད་པ་ནང་བ་སངས་རྒྱས་པའི་ཆོས་ལ་དད་མོས་བྱེད་མཁན་ཞིག་ཡིན་པས། ཡ་རབས་སྤྱོད་བཟང་བྱ་རྒྱུ་དེ་གལ་ཆེན་པོ་རེད། སོ་སོ་གང་དུ་བསྡད་ཡོད་ཀྱང་མི་བཟང་པོ་བྱེད་རྒྱུ་དང་ཡ་རབས་ཀྱི་སྤུས་ཚད་སྟོན་མཁན་ཞིག་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད། ང་རང་ཚོ་སོ་སོའི་མི་ཚེ་གཅིག་གི་ནང་ལ་ཆ་བཞག་ན་ཡང་མཐའ་མའི་དུས་ལ་ང་རང་ཚོ་ཤི་རྒྱུ་རེད། གསོན་པའི་མི་ཚེ་འདིའི་རིང་ལ་མི་ཚེ་བཟང་པོ་ཞིག་སྐྱེལ་ན་ཤི་བའི་སྐབས་སྐྱེ་བ་ཕྱི་མ་འདི་ལ་རྟགས་སུ་འཇོག་སྲོལ་ཡོད་པ་ཞིག་ཆགས་རྒྱུར་ཐེ་ཚོམ་མེད། ཁ་ནས་སེམས་ཅན་ཐམས་ཅད་ཅེས་སྨོན་ལམ་རྒྱག་གི་ཡོད་པ་ལྟར། བསམ་བློའི་ནང་ནས་གཅིག་གིས་གཅིག་ལ་མཛའ་བརྩེ་བྱེད་རྒྱུ་དང་བྱམས་བརྩེ་བྱེད་རྒྱུ། བསམ་པ་བཟང་པོས་གནོད་འཚེ་མེད་པའི་ཐོག་ནས་ཡ་རབས་བྱེད་རྒྱུ་དེ་གལ་ཆེན་པོ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ཟླ་བ་བཅུ་བའི་ཚེས་བཞི་ཉིན་ཨ་རིར་བོད་མི་ཚོ་ཁག་གཅིག་ལ་བསྩལ་བའི་བཀའ་སློབ། སུམ་ཅུ་སོ་དགུ། རིག་གཞུང་གི་རྩ་བ་དང་སྐད་ཡིག་ལ་སློབ་སྦྱོང། རིག་གཞུང་གང་འདྲ་ཞིག་ཡིན་ནའང་རིག་གཞུང་གི་རྩ་བ་སྐད་ཡིག་ཡིན་པས། བོད་པའི་ཡི་གེ་ཤེས་ཐབས་བྱ་རྒྱུ་གལ་ཆེན་པོ་རེད། ཁྱེད་རང་ཚོ་ཕ་མ་དང་རྒན་པ་ཚོས་དམིགས་བསལ་གྱི་འབད་བརྩོན་དང་དོ་སྣང་བྱེད་དགོས། རང་གི་སྐད་ཡིག་བརྗེད་ཚར་ན་གཞི་ནས་བོད་ཀྱི་རིག་གཞུང་ཞེས་བརྗོད་སྐབས་གཞན་དག་གི་རིག་གཞུང་ལྟ་བུ་ཆགས་ཡོང་གི་རེད། སོ་སོའི་སྐད་ཡིག་ཤེས་ན་དེ་ལ་སེམས་ཐག་ཉེ་པོ་ཡོང་བ་དང་སེམས་ཐག་ཇི་ཙམ་ཉེ་བའི་ཚོས་ཀྱིས་ལེགས་པ་ཤེས་ཀྱི་རེད། ལེགས་པ་ཤེས་པའི་ཚོས་ཀྱིས་བོད་ཀྱི་རིག་གཞུང་ལ་དངོས་གནས་སྲུང་སྐྱོབ་བྱས་པ་རེད། རིག་གཞུང་སྲུང་སྐྱོབ་བྱེད་ཟེར་བ་དེ་ཀླད་པའི་ནང་དུ་ཉར་ཚགས་བྱེད་དགོས་པ་ལས། རང་ཉིད་ཀྱི་ངོས་ནས་བོད་ཀྱི་རིག་གཞུང་མ་ཤེས་ན། བོད་ཀྱི་རིག་གཞུང་གཅེས་སྤྲས་བྱ་ཐབས་མེད། རིག་གཞུང་ཡིན་ཞེས་ཆོས་ཤོབ་ནང་ལ་བསྒྲིག་ཐབས་མེད་ལ། དངུལ་ཁུག་ནང་ལ་དེ་བས་ཉར་ཐབས་མེད། རིག་གཞུང་ཟེར་བ་དེ་ཤིན་ཏུ་གལ་ཆེན་པོ་རེད། བོད་ལུང་པའི་ནང་ལ་རྒྱ་མིས་བོད་པའི་མིང་ཚིག་རྣམས་རྒྱ་མིའི་མིང་ཚིག་ལ་བརྗེ་བཞིན་པ་དང། རྒྱ་གར་ལུང་པར་ཡོད་མཁན་ཚོས་བོད་སྐད་སྤྱད་དེ་ཧིན་དིའི་མིང་ཚིག་བེད་སྤྱོད་བྱེད་པ། དེ་ནས་ཚུར་ཡོང་མཁན་ཚོས་དབྱིན་ཇིའི་མིང་ཚིག་བེད་སྤྱོད་བྱས་ཏེ་གང་ཙམ་ནས་བོད་ནང་ལ་ཡོད་མཁན་རྣམས་དང་ཤེས་ཡོན་དུ་ཡོད་མཁན་ཚང་མར་བོད་སྐད་ཡག་པོ་མཛུབ་མོ་འཛུགས་ས་མེད་པ་ཆགས་ན་ཧ་ལས་པའི་ཐབས་སྐྱོ་པོ་རེད། ང་རང་ཚོ་བོད་པའི་རིག་གཞུང་ལ་བོད་པས་གཅེས་སྤྲས་མ་བྱས་ན་སུས་བྱེད། གཏན་གཏན་ཟབ་ཟབ་བྱེད་དགོས་ཀྱི་འདུག་ང་ཚོས་གཏན་གཏན་ཟབ་ཟབ་བྱེད་མི་ཐུབ་པར་སྣང་མེད་དུ་ལུས་ན། རྗེས་སུ་ཕྱི་མིའི་ནང་ནས་དོ་སྣང་བྱེད་མཁན་མང་པོ་ཡོད་པ་དེ་རིགས་ཀྱིས་སྙིང་རུས་ཐོག་ནས་སྦྱང་བརྩོན་བྱས། སྦྱང་བརྩོན་བྱས་པའི་འབྲས་བུ་ག་ལ་གང་འཚམ་ཤེས། གང་ཙམ་ཞིག་ནས་བོད་པའི་རིག་གཞུང་རྩད་གཅོད་བྱེད་དགོས་བྱུང་ན། ཕྱི་རྒྱལ་གྱི་དེབ་ཅིག་ནང་རྩད་གཅོད་བྱེད་དགོས་པ་ཞིག་དང་ཕྱི་རྒྱལ་གྱི་མི་ལ་རེ་བཅོལ་བྱེད་དགོས་པ་ཆགས་ན་ཤིན་ཏུ་ཐབས་སྡུག་པོ་རེད། དེ་ལྟར་ཡོང་རྒྱུའི་ཉེན་ཁ་འདུག་པས་ང་ཚོས་ངེས་པར་དུ་གཟབ་གཟབ་བྱ་དགོས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་རྒྱབ་བཞི་ཟླ་བ་བཅུ་བའི་ཚེས་བཞི་ཉིན་ཨ་རིར་བོད་མི་ཚོ་ཁག་ཅིག་ལ་བསྩལ་བའི་བཀའ་སློབ། བཞི་བཅུ། དེང་དུས་ཀྱི་ཤེས་ཡོན་དང་རིག་གཞུང་ལ་ཞབས་འདེགས། དེ་ནས་ང་རང་ཚོ་བོད་དང་རྒྱ་གར། བོད་དང་རྒྱ་ནག་ཅེས་བོད་དང་རྒྱ་དཀར་ནག་ཐ་དད་སོ་སོར་དབྱེ་བ་འབྱེད་བྱེད་ཀྱི་རྒྱུ་མཚན་གཙོ་བོ་གཅིག་ནི་ང་རང་ཚོ་སོ་སོའི་ལུང་པའི་གནས་སྟངས་ལ་གཞིགས་པའི་རིག་གཞུང་ཞིག་དང་ཡུལ་སྲོལ་གོམས་གཤིས་ཤིག། དེ་དང་འབྲེལ་བའི་རྒྱལ་རབས་ཤིག་ཀྱང་ཡོད་པ་དེ་དག་རེད། དེར་བརྟེན་སོ་སོའི་རིག་གཞུང་སྲུང་སྐྱོབ་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད། སོ་སོའི་རིག་གཞུང་སྲུང་སྐྱོབ་བྱེད་དགོས་དོན་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་མེད་བཞིན་དུ་དེ་ལ་རྨོངས་ཞེན་དང་ལྐུགས་པ་ཨུ་ཚུགས་ཀྱིས་རྩ་ཆེར་བརྩི་བ་ཞིག་མིན། ང་ཚོ་བོད་པའི་རིག་གཞུང་དེ་རང་ཉིད་ཀྱི་ཉིན་རེའི་མི་ཚེ་སྐྱེལ་བའི་དུས་སྐབས་སུ་ཕན་ཐོགས་ཡོད་པ་དེ་ང་ཚོ་བཙན་བྱོལ་བ་ཆགས་པའི་སྐབས་ལ་ཉམས་མྱོང་གསལ་པོ་བྱུང་ཡོད་ལ། བོད་ནང་དུའང་ཉམས་མྱོང་གསལ་པོ་བྱུང་ཡོད། འཛམ་གླིང་འདིའི་སྟེང་དུ་བཙན་བྱོལ་བ་བོད་པ་གཅིག་པུ་མ་ཡིན་པར། བཙན་བྱོལ་བ་གཞན་དག་ཧ་ཅང་མང་པོ་ཡོད། བཙན་བྱོལ་བ་གཞན་དག་དང་བསྡུར་ཚེ་བོད་པ་བཙན་བྱོལ་བར་སྙིང་སྟོབས་སྐྱེ་བའི་རྒྱུ་ཆ་གཞན་ཞིག་ཡོད། རྒྱུ་ཆ་དེ་གང་ཡིན་ཞེ་ན། བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ནས་འབྲེལ་བ་སླེབས་ཡོང་གི་ཡོད། རྒྱུ་མཚན་དེ་ལྟར་ལ་བརྟེན་ནས་ང་རང་ཚོའི་ཆོས་དང་རིག་གཞུང་འདི་དག་དངོས་གནས་རྩ་ཆེན་ཆགས་ཡོད། བོད་ཀྱི་རིག་གཞུང་གི་ནང་ལ་གཙོ་བོ་ཆེ་ཤོས་ཤིག་ནི་ནང་པའི་ཆོས་འདི་ཡིན་ཅིང། ནང་པའི་ཆོས་འདི་བོད་པ་ཙམ་མ་ཡིན་པའི་འཛམ་གླིང་འདིའི་ཐོག་ཏུ་ཕན་ཐོགས་ཡོད་པའི་ཆོས་ལུགས་གལ་གནད་ཆེ་ཤོས་ཀྱི་གྲས་ཤིག་ཡིན་པ་གསལ་པོ་རེད། དེར་བརྟེན་ང་རང་ཚོས་རང་ཉིད་ཀྱི་རིག་གཞུང་ཐོག་ལ་ཚང་མས་དོ་སྣང་བྱེད་དགོས། རིག་གཞུང་སྲུང་སྐྱབས་བྱེད་ཅེས་པ་དེ་ཡང་རང་ཉིད་ཀྱི་གཤིས་རྒྱུད་ལ་བརྟེན་དགོས་པ་ཞིག་དང་གཤིས་རྒྱུད་ལ་ཚང་དགོས་པ། གཤིས་རྒྱུད་ལ་ལྡན་པའི་ཐོག་ནས་སྲུང་སྐྱབས་བྱེད་དགོས་པ་ལས་རིག་གཞུང་རེད་ཅེས་དཔེ་དེབ་མང་པོ་ཞིག་མཆོད་གཤོམ་དུ་བསྒྲིགས་ནས་རྩ་བ་ཆེན་པོ་ཡིན་པའི་དགོས་དོན་ཚང་མེད། བོད་ཀྱི་ནང་པ་སངས་རྒྱས་པའི་ཆོས་དང་དེ་དང་འབྲེལ་བའི་བོད་ཀྱི་རིག་གཞུང་སྐོར་དེ་དག་གང་ལ་བརྟེན་སའི་བོད་ཡུལ་དང་བཅས་པའི་རང་ཉིད་ཀྱི་ཤེས་ཡོན་དེ་རྣམས་རང་གི་གཤིས་རྒྱུད་ལ་ཚང་བ་ཞིག་དང། གནད་དོན་དེ་དག་གི་ཐོག་ཏུ་དམིགས་བསལ་དོ་སྣང་དང་གཟབ་གཟབ་བྱ་རྒྱུ་ཤིན་ཏུ་ནས་གལ་གནད་ཆེན་པོ་ཆགས་འདུག་ང་ཚོ་ཐོག་མར་བཙན་བྱོལ་བ་ཆགས་པའི་སྐབས་སུ་ཆ་རྒྱུས་མེད་པའི་ཡུལ་ལུང་ནང་རྒྱུས་མངའ་མེད་པའི་མི་གསར་པ་ཞིག་སླེབས་སྐབས་ཁ་ཚ་ལག་ཐོག་རྫ་དྲག་གི་དཀའ་ངལ་གང་ཞིག་འཕྲད་ཡོད་དམ་ཞེ་ན། སྐད་བརྡ་མ་འཕྲོད་པའི་དཀའ་ངལ་འཕྲད་ཅིང། སྐབས་དེར་གཙོ་བོ་གནད་དུ་བསྣུན་ས་དེ་སྐད་བརྡ་མ་འཕྲོད་པའི་དཀའ་ངལ་སེལ་ཐབས་དང་དེང་དུས་འཛམ་གླིང་གི་ཤེས་ཡོན་འཇགས་ཐབས་བྱ་རྒྱུ་དེ་དག་ང་ཚོའི་ཁ་ཚ་ལག་ཐོག་གི་གནས་ཚུལ་ཆགས་པ་རེད། ང་ཚོས་སྐབས་དེར་སྐད་བརྡ་མ་འཕྲོད་པའི་དཀའ་ངལ་དེ་དག་དགོས་པ་གང་གི་དོན་དུ་སེལ་བ་དང། དགོས་པ་གང་གི་ཆེད་དུ་སློབ་སྦྱོང་སྤྲད་པ། དགོས་པ་གང་གི་ཆེད་དུ་སྒྲིག་འཛུགས་དེ་རྣམས་རྩ་འཛུགས་བྱས་སམ་ཞེ་ན། བོད་པ་རང་གི་མི་རིགས་སྲུང་སྐྱབས་བྱ་རྒྱུ་དང་མི་རིགས་དེ་རིག་གཞུང་སྲུང་སྐྱབས་བྱ་རྒྱུ། བདེན་དོན་སྲུང་སྐྱབས་བྱ་རྒྱུ་བཅས་ཀྱི་དོན་ལ་དམིགས་པ་ཡིན། ད་ཆ་བོད་མི་རྣམས་ལ་འཛམ་གླིང་གི་སྤྱིར་བཏང་ཤེས་ཡོན་རྣམས་འཇགས་ཐབས་དང། སྐད་བརྡ་མ་འཕྲོད་པའི་དཀའ་ངལ་རྣམས་རིམ་གྱིས་སེལ་སྐབས། རྩ་བའི་དམིགས་ཡུལ་དོན་དག་དེའི་སྟེང་དུ་སྨིན་པ་ཞིག་དགོས་པ་ལས། འབྲས་བུ་གང་གི་དོན་དང་གྲུབ་ཆ་གང་གི་དོན་དུ་དམིགས་པའི་ཐབས་ཤེས་དེ་ཁོ་ནའི་ཐོག་ཏུ་མགོ་འཁོར་བསྡད་ན་ནོར་འཁྲུལ་རེད། དེང་དུས་ཀྱི་སྐད་ཡིག་དང་དེང་དུས་ཀྱི་ཤེས་བྱའི་ཡོན་ཏན་འཇགས་པ་དེ། བོད་སྤྱི་པའི་དོན་དག་ལ་ཕན་པ་དང་བོད་སྤྱིའི་རིག་གཞུང་ལ་ཕན་པ། དེ་ལ་ཞབས་འདེགས་ཞུ་ཐུབ་པ་བྱ་རྒྱུ་དེ་ཤིན་ཏུ་གལ་ཆེན་པོ་འདུག་སོ་སོའི་རིག་གཞུང་ལ་གཅེས་སྤྲས་དང་རང་ཉིད་ཀྱི་རིག་གཞུང་སྲུང་སྐྱོབ་བྱེད་པའི་སྙིང་པོ་རང་གི་གཤིས་རྒྱུད་ལ་ཚང་བའི་ཐོག་ནས་སྲུང་སྐྱོབ་དང་གཅེས་འཛིན་བྱེད་དགོས་པར་བརྟེན་རང་རང་སོ་སོས་དོ་སྣང་དང་ལག་ལེན་བྱེད་དགོས་པ་ཡིན། ངོས་ནས་གོང་ཞུས་ལྟར། བོད་ཀྱི་རིག་གཞུང་གཙོ་ཆེ་ཤོས་ནང་པ་སངས་རྒྱས་པའི་ཆོས་དང། དེ་བཞིན་བོད་ཀྱི་གསོ་བ་རིག་པ་སོགས་ལ་ང་ཚོས་སློབ་གཉེར་ལག་ལེན་ཡག་པོ་ཞིག་དང་ཐབས་ཤེས་ཡག་པོ་བྱེད་ཐུབ་ན། བོད་པ་ཙམ་མ་ཡིན་པར་འཛམ་གླིང་གི་མི་རིགས་སྤྱི་ལའང་གང་ཙམ་ཞབས་འདེགས་བསྒྲུབ་ཐུབ་པའི་ཆ་རྐྱེན་ཏན་ཏན་ཡོད་པ་ལྟ་བུ་འདུག་ཆ་རྐྱེན་དེ་དག་བེད་སྤྱོད་ཐུབ་མིན་དང་གྲུབ་དང་མི་གྲུབ་དེ་དག་ནི་མི་ལ་རག་ལས་པ་རེད། རྐྱེན་གཞན་དག་ཡོད་ཀྱང་གཙོ་ཆེ་ཤོས་ང་རང་ཚོ་རག་ལས་ཡོད་སྟབས། ང་རང་ཚོས་གཟབ་གཟབ་བྱེད་དགོས་པ་ཡིན། དཔེར་ན། ངོས་ནས་རྩེད་མོའི་ཚུལ་དུ་བརྗོད་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་སུ་འཛམ་གླིང་འདིའི་སྟེང་དུ། སྔར་མེད་བོད་ཀྱི་ནང་པའི་ཆོས་ཚོགས་བརྒྱ་ཕྲག་འགའ་ཤས་གསར་དུ་ཆགས་ཡོད། རྒྱ་མིའི་ཆོས་དང་ཤེས་རིག་གི་དོན་དུ་ཚོགས་པ་གསར་འཛུགས་བྱས་པ་མཐོང་ཐོས་ཤིན་ཏུ་ཉུང། རྒྱ་མིར་གང་ཞིག་ཡོད་ཅེ་ན་ལྟོ་ཟས་ཞིམ་པོ་ཞིག་ཡོད་སྟབས་ས་ཆ་གང་སར་རྒྱ་མིའི་ཟ་ཁང་མང་པོ་ཞིག་ཡོད། བར་ལམ་ཞིག་ནས་གྲོགས་པོའི་ཚོགས་པ་འདྲ་མིན་འགའ་ཤས་ཡོད། བོད་ཀྱི་ནང་པ་སངས་རྒྱས་པའི་ཆོས་འདི་མི་ལ་གོ་དོན་གསར་པ་ཞིག་རྙེད་ནས་ཚོགས་པ་གསར་པ་བཙུགས་པ་ལྟར་གྱི་རྒྱ་མིའི་ཤེས་རིག་གི་གོ་དོན་གསར་པ་རྙེད་ནས་ཚོགས་པ་གསར་པ་བཙུགས་པ་མཐོང་ཐོས་གང་ཡང་མེད། རྒྱ་མིའི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་ལ་མཐོང་ཆུང་བྱེད་ཀྱི་ཡོད་ཀྱང། འཛམ་གླིང་འདིའི་ཐོག་ཏུ་དེའི་རིན་ཐང་བརླག་གི་མེད། རྒྱུ་མཚན་དེ་ལྟར་ལ་བརྟེན་ནས་ང་རང་ཚོ་ཚང་མས་སོ་སོའི་ཆོས་དང་རིག་གཞུང་ལ་དོ་སྣང་དང། བདག་གཅེས་བྱ་རྒྱུ་ཤིན་ཏུ་གལ་ཆེན་པོ་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་ལྔ་ཟླ་བ་གསུམ་པའི་ཚེས་བཅུ་ཉིན་གསུམ་བཅུའི་དུས་དྲན་ཐེངས་ཉེར་དྲུག་པ་སྩལ་བའི་བཀའ་སློབ།